སྐྱོན་གྱིས་རྟོགས་པ་གོ་བ་མ་བཅུ་གཅིག་ཟད་ད། རྗེ་བཙུན་མི་ལ་རས་པ་ལ་མར་བོད་ཀྱི་ཆང་བཅུག་གནང་ཡོད་རེད་དཀའ་ངལ་ཞེ་བོ་སྤྲད་ཡོད་རེད་བ། སེང་ག་དགོ་ཐོ་བཞེངས་བཅུག་པ་རེད་བ། སེང་ག་དགོ་ཐོ་དེང་སང་སེང་ག་དགོ་ཐོ་བཞེངས་པ་དང་སྔོན་མ་སེང་ག་དགོ་ཐོ་བཞེངས་པ་འདྲ་གི་ཡོད་མ་རེད་ད་དེ་ངས་མང་པོ་ཞུ་གི་ཡོད་རེད་འདུག་བ། སེང་ག་དགོ་ཐོ་བཞེངས་མཁན་ཚོ་ལ་ཡང་དེ་གདམ་ངག་ཆགས་གི་རེད། དེང་སང་སེང་ག་དགོ་ཐོ་བཞེངས་ཡང་ལས་སླ་བོ་རེད། Cement ནི་བྲག་གི་དབོར་ཡོང་གི་རེད། རྡོ་ནི་ཆུ་གི་འགྲམ་ནས་ག་ཚོད་ལེན་ཡས་རེད་དེ་ནས་ནི་བྲག་གི་དབོར་ཡོང་གི་རེད། རེད་དོ། དཔེ་ཆ་ཡོང་ན་སྐུ་ལི་ལི་དཔེ་ཆ་སྤྲད་ཤེས་ན་རྡོ་ཁོ་ཚོས་དབོར་ཡོང་གི་རེད། ང་རང་ཁང་པའི་ནང་ལ་དེ་ཀོ་ཧྥི་དང་བྱ་འཐུང་འདེད་ཆོག་གི་རེད། རེད་བ་ང་རང་ལས་ཀ་བྱེད་དགོས་ཀྱི་མ་རེད་སྐུ་ལི་ལས་ཀ་དགོས་གོར་བ། དེ་དེ་རེད། དེ་ནས་ཐོག་རྩ་རེ་རེ་ཞིག་ཐོག་རྩ་དགུ་རེད་བ་ཐོག་རྩ་རེ་རེ་ལ་ཡང་སོ་སོ་ལ་བབ་སྒོ་ཞེ་དྲག་ཡོད་རེད།

དངུལ་བཟོ་ས་རེད་དངོས་གནས་བསོད་ནམས་ཀྱི་ཚོགས་བསགས་ས་དང་ཡིན་འགྲོ་ཡིན་སྲིད་ཀྱི་རེད་ཡིན་ན་ཡང་དེ་དང་མཉམ་དུ། དེ་བལྟས་ཚེ་ཅི་འདྲ་ཆགས་པོ་མི་འདུག་བསམ་གྱི་ཡོད་ངེས། རྗེ་བཙུན་མི་ལྷ་རེད་བར་གྱི་ལུས་སྲོག་རྡུལ་དུ་བརླགས་ནས་ཀ་བ་དང་དུ་གླས་ནས་དངོས་གནས་དྲང་གནས་གས་ཅིག་གིས་མི་གཅིག་གི་མི་ཚེའི་ལོ་རྒྱུས་ནང་ལ་ཡང་དེ་འདྲ་ཡོང་མ་མྱོང་བ་དང་ཡོང་མི་ཐུབ་པའི་གས་གནས་ཚུལ་གཅིག་གི་ཐོག་ལ་ཡང་ཆོས་ལ་སེམས་བླ་མ་ལ་སེམས་བརྒྱུད་པ་ལ་སེམས་ཉམས་ལེན་ལ་སེམས་ནས་དེ་འདྲའི་གཅིག་གི་བཀའ་སྤྱི་སྙིང་རུས་བཅས་པའི་ཤིང་ཆགས་པ་གཅིག་རེད་བ།

ད་དེ་འདྲའི་དཀའ་ལས་རྒྱག་རྒྱག་ཁར་ཟེར་ན་ཨུ་ཚུགས་རྒྱག་པ་མ་རེད་བ། ཡིན་ན་ཡང་བླ་མ་སངས་རྒྱས་དངོས་སུ་མཐོང་བསྟོད་པའི་འདུ་ཤེས་དང་མ་འདྲ་བ་ཆགས། ལྷག་པར་དུ་རྗེ་བཙུན་མི་ལ་རས་པ་རང་ཉིད་ཀྱིས་ད་མི་མང་པོ་ཅིག་བསད་པའི་གི་རྣམ་ཐར་རེད་དེ་ཡང་མི་མང་པོ་ཅིག་བསད་པའི་གི་ད་སྒྲིབ་རྐྱང་གི་ཐོག་ལ་ཡ་དེ་མ་བྱས་ན། ཕྱི་མ་ད་གནས་གཅིག་གི་ངན་སོང་གི་སྡུག་བསྔལ་དོའི་དྲག་ལ་ཡོན་རིང་པོ་ཅིག་ཡོང་གི་རེད་བྱས་བྱས་ནས་ད་མི་ཚེ་འདི་ལས་ཡ་དོན་ལྡན་ཅིག་བྱེད་དགོས་ཀྱི་འདུག་བསམ་པའི་སྡིག་བཤགས་ཀྱི་ཆེད་དུ་ལ་ད་གནས་དེ་དཀའ་བ་བརྒྱ་ཕྲག་མང་པོ་ཆེད་དུ་བསད་བྱས་ནས།

འོ་དེ་འདྲ་པོ་བྱས་ནས་དཀའ་ངལ་མང་པོ་ཞིག་ལ་གདོང་ལེན་བྱས་ནས་དེ་འདྲ་ཞིག་བྱས་པ་རེད་ད་དེ། འོ་དེའི་རྣམ་ཐར་དེ་ངས་ཞུ་དགོས་ཡ་དེ་མ་ཤི་ཆེ་ན་པ་ཚོ་མཆན་འགེལ་བ་རེད་དེ་དེའི་རྣམ་ཐར་དེ་ག་རེད་སྟོན་པའི་འདུ་ཤེས་ནམ་ཡང་མི་འདྲ་བ་སྐྱོན་གྱིས་དཀྲོགས་པའི་གོས་པ་མ་བྱུག་ཅིག་ཟེར་ཡ་དེ་ཚིག་རྐང་གཉིས་དེའི་རྣམ་ཐར་དེ་ནང་ཡོང་གི་ཡོད་རེད་ད་ཞུ་དགོས་དོན་དེ་ཡིན།